མ་སྐྱེས་ཀྱི་ཤེས་ཞེས་བྱ་བ་དེ་བྱས་ཙང་ཡང་བསྲེག་རྩ་བྱ། ད་ཅི་དུ་ཡང། སྐྱ་ལོ་ཞུགས་ཡིན་ད། ཧེ་ཅའོ། ལས་སེ་ཨན་ད་དུག་སྲིན་ད། ད་ད་ད་དེ་དེ་བཞིན་གཤེགས་པའི་ཆེ་བའི། སྐོར་ལ་ཡང་ལས་བྱ་སྐད་གཏོང་ནི་ཡོད་དེ་བ་དེ་མ་ཨ་ལོག་ཐོན་ཞུ་ཡ་རེ་ཅི་རེད་འདི་ངས་ལ་ཡ་ད། གང་ཞུ་གོ་རེད། འདི་བཞི་པའི་ཆེ་བའི་རྣམ་གྲངས་དང་དྲུག་ཅུ་མ་ཞུས་ཟིན་པ་རེད། ད་དེ་ནས་དེ་རིགས་དྲུག་ཅུ་རེ་གཅིག་ནས་མ་བྱེད་དུ་སུ་རེ་དང། ད་ཀི་ན་ཚོ་སི་ཨ། གྲོལ་བ་གྲོལ་བའི་གྲོལ་བ་གྲོལ་བའི་འཁོར་དང་ལྡན་པ་སི་ཨ་སྟེ། ད་དེ་ལ་ཡང་མུག་ཏོ་མུག་ཏཱ་པ་རི་བ་ར། མུག་ཏོ་མུག་ཏཱ་པ་རི་བ་ར།

བི་པར་སཱ་ན་མཱ་ན། འོན་ཡང་དེ་ནས་བདུན་ཅུ་བདུན་གསུམ་པོ་དེ་ལ་ཡང་ཡན་ལག་དྲུག་ཏུ་བསྟན་པ། ཆ་ཏང་ག་སཱ་མཱ་ན་ག་ཏཱ། ཆ་ཏང་ག་སཱ་མཱ་ན་ག་ཏཱ། སཱ་མཱ་ན་བ་ག་ཏཱ། ན་བ་དེ་ལ་འོད་ཟེར་གྱི་ཐོག་ན་བ་ག་ཏཱ།

ཨོ་ཡ་ད་དེ་ནི་མ་བ་ཤོ་ངོས་ད་གན་ད་གན་ན་འདུག་ད་ཏི་ཡ་ཐ། ཧི་ལི་མ་ནི་བ་ཏི་ར། ཧི་ལི་ཧི་ལི་མ་ནི་བ་ཏི་ར། ཀི་ལི་མ་ནི་བ་ཏི་ར། ཀི་ལི་ཀི་ལི་མ་ནི་བ་ཏི་ར། ཀུ་རུ་མ་ནི་བ་ཏི་ར། ཀུ་རུ་ཀུ་རུ་མ་ནི་བ་ཏི་ར།

སུ་པུར་ཤཱི་ཡ། ཧི་ལི་མི་ལི་ཧི་ལི་མི་ལི་སཝཱ་ཧ། ཨོ་ཡང་ད་ཏི་སིམ་པ་ཆེ། ཤུགས་དངོས་དེ་ནང་ཏི་སིམ་པ་ཆེ། དེ་ནས་ཏང་གི་ནང་གཙོ་བོ་ཤོག་གྲངས་ཉིས་བརྒྱ་བདུན་ཅུ་བདུན་ཉིས་བརྒྱ་བདུན་ཅུ་ཐམ་པའི་ནང་སི་དང། མཚན་བྱང་དེ་རྒྱ་གར་སྐད་དུ་ཨ་ར་ཡ་ཇམ་པ་ལ་ནཱ་མ་ཨཱཤ་ཏྲ་ཤ་ཏ་ཀ། བོད་སྐད་དུ་འཕགས་པ་གནོད་སྦྱིན་གྱི་མཚན་བརྒྱ་རྩ་བརྒྱད་པ་ཞེས་བྱ་བ་བཤད། ཨོ་ཡ་མཚན་བྱང་དེ་ལ་ཡང་དག་གཟུང་ངག་འདི་ཡིན། ཆུང་ངུ་ག་གི་ནང་དུ་ད་དེ་ན་མེད་པར་བྱས། ཨོ་དེ་ཆུང་ངུ་དེ་ན་ཐ་མ་ན་ཐ་མ་ཉིས་བརྒྱ་བདུན་ཅུ་བདུན་བཞི་ན་སྲིད་དང། ཉིས་བརྒྱ་བདུན་ཅུ་བདུན་བཞི་ན་ལ་ཡང་བ་ད་བ་བྱས་ནོ། ན་མོ་རཏྣ་ཏྲ་ཡ་ཡ་ན་མོ་མ་ནི་བ་དྲ་ཡ།

བྱུང་བ་དག་གི་ནང་ནས་ཡང། ནཱ་མ་ཨ་ར་ཡ་འཇམ་པ་ལགས། མ་ཧཱ་འཇམ་པ་ལགས། ཏཏ་ཡ་ཐ་ར་ར་ར་ར། ཀུ་ནུ་ཀུ་ནུ་ཁུ་ནུ་ཁུ་ནུ། གུ་ནུ་གུ་ནུ་ས་པ་ས་པ། ཀ་ར་ཀ་ར། མ་ཧཱ་བི་ར་རམ། མ་ཧཱ་ཀ་ར་དུ། མ་ར་མ་ར་ཁྱ། ཧ་ར་ཁྱ། དུ་མ། སར་བ་སར་བ་སི་ཏཱ། སྣང་བྱེད་སྭཱ་ཧཱ། ཅེས་དེ་ནས་ཤོག་དྲིལ། ཉིས་བརྒྱ་བདུན་ཅུ་བདུན་བདུན་ན་སེ་གུ་གེ། ཉིས་བརྒྱ་བདུན་ཅུ་བདུན་བདུན་ན་ཨི་གེ། གང་དག་དུ་བ། གང་དེ་ལ་གུ་བ་དོ། གུ་གུལ་ཅན་དེ་དུ་བ་ཅེས་དེ་ནི་མ། ཅེས་སྨྲས་འདི་ཅང། ན་མོ་ཨ་ར་ཡ་སྦྱིན་པ་ལ། དེ་ནས་ན་མོ་བདཱནྟ་ཡ།

ནི་ནི་ནི་ནི། ཏི་ཏི་ཏི་ཏི། པ་ར་ཏི། གའུ་རི། གཱན་དྷ་རི། ཅཱན་དྷ་ལི། མ་ཏང་ཀི། པུག་ཀ་སི། བ་མ་ནི། དྷི་ར་མི་དྷི། དྷི་ར་མི་དྷི། ཤ་བ་རི། ཧ། ཤ་བ་རི། ས་ར་ལམ་བི།

བྱ་ལ་ལུ། ནམ་ཏུ། ནར་ལམ་ལུ། མགར་ལུ། མགལ་ལུ། ཨ་བ་ཏྲ་ནོ་ནི། ཤེ་ཀུ་ནི་ར། རཀ་ས་རཀ་ས་ལེ། ཏ་ར་ཀེ། ཏ་རེ། ཏ་རོ་ཏུ། ནོར་ཏུ། ཏི་ལ་ལ་ལུ། བུ་ཏི་བ་ཏི་ཧ། བུ་ཏི་བ་ཏི་ཡ། བ་ཏ་ཡི། བ་ཏ་ཡི་ཡེ། སུ་ཧ། ཏ་ཏི་ཨ་ཏ།

འདི་དེ་བཞིན་དུ་ཡང་འདི་ཤོག་གྲངས་ཉིས་བརྒྱ་བརྒྱད་ཅུ་བརྒྱད་ལྔའི་ནང་གསེས་དགུ་ཡིན། ཉིས་བརྒྱ་བརྒྱད་ཅུ་བརྒྱད་ལྔའི་ནང་གང་དག་ཏུའང་ཏཱ་ཏི་ཡ་དང། ནི། ནི་མི་ནི་མིན་འདི་རི། དེ་མི་དེ་མིན་གི་ལི། ཏྲེ་ལོ་ཀི་ནི། ཨ་ལོ་ཀི་ནི། ཏྲི་ཤུ་ལ་དྷ་ར་ནི། ཨ་ཀུ་པི་ནི་ཀྲི་མི་ཀྲི་ཏི། ཀོ་ལི་ཀོ་ལི། ཀུ་ཏོ་ཀུ་ཏོ་ཀུ་ཏོ་ཀི་སི། ཀུ་ཏི་ཀུ་པི་ཏི་ཧོ་ཏོ་ཅེས། དེ་ནས་མ་བྷ་བྷེ་ཧུ་ཧི་མ་སི་མ་བྷ་བྷེ་ཅེ། ཏ་ཏི་ཡ་ཐ། ཧི་ལི་མི་ལི་ཅི་ལི། ཨི་ལི་མི་ལི། བི་ཤི་ཅ་ན། པར་སྣང་ཤ་བ་རི། ཅི་ལི་ཅི་ལི་སུ་ཧ། ཨོའི་ཡ་ད་འདི་དེ་ཚོའི་ནང་ཀློག་འདོན་ཟིན་པའི་ཆེད། ཀློག་འདོན་ཟིན་པའི་ཆེད་དེ་ནས། ཨོའི་ཡ་ད་མཚན་བྱང་དེ་སེ་གུ་ཡི་སྐྱ་གར་སྐད་དུ་ཨར་ཡ་དྷརྨ་སཱ་ག་ར་ན་མ་དྷ་ར་ནི།

ཚུར་བྱུང་ངོ་དེ་ལས་སྨད་པ་བྱེད། དང་ཤོག་གྲངས་སྤྱི་བོ་སེར་བུ་ཡིས། ཉིས་བརྒྱ་དགུ་བཅུ་གོ་བཞི་ན་སེར་བུ་དང་ཉིས་བརྒྱ་དགུ་བཅུ་གོ་བཞི་ན་ལས། ས་ཡ་སྟེ་བརྒྱད་བརྒྱ་སྟེ་དང། ཧཱུྃ་བསྐུར་ན། མུ་བསྐུར་ན། ཧ་ར་ན། བི་ཧ་ར་ན། ཨི་ཤ་སངས་ཀ་ར་ན་མ། སངས་ཀ་ར་མ་ན། ཨོྃ་སུ་མུ་ཁ།

ཨ་ཏུ་ལ་ཏུ་ལ། ཨ་ཏུ་ལ་ཏུ་ལ། ཨ་ཏི་བ་ཏི། བྷ་རི་ཇ་མོ་ཤ། ཧ་ར་ཇ་ཀ་ཏ། ཨེ་བ་སངས་པྲ་མུ་ཁེ། ཨ་ཀ་བ་རེ། དྷ་ཧུ་ས་ཧུ། ཨི་ཏི་ཡ། དྷ་ཧུ་ཅ་ཏུ་ར་དི་བི་པི་ཀ། དི་བི་པི་ཀ་ཡན། ཏྷ་ཧུ་མ་ཧུ། ཨུ་གྷ་ར་ཧུ།

ཡིན། དྲན་གསུམ་ཞེས་བྱ་མ་བབས་པས་ཀྱི་ས་ཡ་ཏི་ཡ་ཏི་དང། ཀྱཱ་ར་དེ་བི་ཀྱཱ་ར་དེ། ཨ་མང་ཀུ་ཏི་ཨ་མང་ཀུ་ཏི། ཨ་ཏི་མི་ཏི། པ་ར་ཧ་རི། གྷ་ན་བི། ཧི་པ་རི་མི། མ་ཧ་མ་ཧ་པྲི་ཏི་བ་ཧ་ནི། ཇཱ་ཡ་ཇཱ་ཡ།

འོ་དོ་ཅི། དེའི་སྡེ་ཚན་དེ་ཟིན་པར་བྱེད། སྡེ་ཚན་དེ་ཟིན་པར་བྱེད། དེ་ནས། དེས་མ་སྲིད་ཁོ་དང་ད་ཤོག་གྲངས་ཉིས་བརྒྱ་དགུ་བཅུ་གོ་བརྒྱད་ནང་ལ་ཡང། སྐྱེ་སྐར་སྐྱེས་ཏོ། ཨ་རི་ཡ་བྷ་བྷུ་པུ་ཏྲ། པྲི་ཏི་ས་ར་ན། པྲི་ཏི་ས་ར་ན་མ་དྷ་ར་ནི། འཕགས་པ་བུ་མང་པོ་སྟོན་པ་ཞེས་བྱ་བའི་གཟུངས་བཅས། ད་དེ་ཤོ་ངོས་ད་གན་ན་དུ་ཤོ་ངོས་ད་གན་ན་ཏཱ་ཏི་ཡ་ཐ། ད་ཏྲེ། བ་ད་ཏྲེ། ཨུ་བ་ད་ཏྲ་ད་ཏྲེ། ཨུ་བ་ད་ཏྲེ་ད་ཏྲ། གམ་བི་རེ། ཨ་བར་ཏཱ་ནེ། ནི་བར་ཏཱ་ནེ། ད་ཧི་ད་ཧི། ཨ་བར་ཏཱ་ནི།

ནིས་ཅཱ་ཡ་ན་མ་དྷ་ར་ནི། བུ་བསྐྱོད་དོ་འཕགས་པ་གདོན་མི་ཟ་བ་ཞེས་བྱ་བའི་གཟུངས། ད་དེ་ལ་ཡང་གོ་བར་དོ། དེའི་ཆོས་ད་དུང་ཏཱ་ཏི་ཡ་ཐ། ཨུར་བྷ་བ། ནིར་བྷི་ནིར་བྷི། ཨུར་བྷུ། ཨུར་བྷུ་བྷུ་རེ། ཧུ་ལི་ཧུ་མི།